སྐྱབས་རྗེ་ཀུན་ཏུ་ལེགས་རིན་པོ་ཆེ་རྗེ་བཙུན་བསྟན་འཛིན་ཆོས་ཀྱི་རྒྱལ་མཚན་མཆོག་བོད་ནང་ཞལ་ལག་དྭགས་ནང་བཞིན་དམིགས་བསལ་སྐུ་མགྲོན་དུ་བོད་མི་མང་ཚོགས་ཚོགས་གཞོན་རྣམ་པ་གཉིས་རེ་དྭགས་ནང་བཞིན་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་རེ་ཁོ་ན་ཚོ་འདུག་ཞེས་བོད་ནང་ཤག་སོང་ཙང་ད་སྐབས་འདིའི་ཐོག་ལ་ཡང་ད་སྐུ་མགྲོན་གཙོ་བོ་མཆོག་ནས་བཀའ་སློབ་གནང་ཡག་གཙོ་བོ་འདྲ་དེ་ཡིན་པ་ཡིན་ན་ད་བོད་ཀྱི་གཞོན་ནུ་ལྷན་ཚོགས་མུ་མཐུད་གནས་དགོས་ཡག་གི་གལ་གནད་རེད་དྭགས་ནང་བཞིན་དུས་རབས་ཀྱི་འགྲོས་དང་མཐུན་པའི་ཐོག་ནས་གཞོན་སྐྱེས་ཚོའི་ངོས་ནས་གར་སོང་རེད། དུས་དང་མཐུན་པའི་ཐོག་ནས་ལས་འགུལ་སྤེལ་ཕྱོགས་རེ་དམིགས་བསལ་འདུག་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་བཞིན་སྒྲུབ་དགོས་ཡག་གི་སྐད་སློབ་གལ་ཆེན་པོ་ཞིག་བ་འདི་འགྲེམས་སྤེལ་གནང་སོང། ལྷ་ཐང་བཅས་ཐང་གི་བཀའ་སློབ་གནང་ཡན་རྣམ་པ་སོགས་ཀྱི་སྲབ་ཞིང་རྒྱས་པར་གནང་ས་སོ་ད་ཞི་རག་ཞུ་མ་དགོས་པའི་ཐོག་ནས་གང་བདག་དབུ་ནེ་དྲ་གནས་ཀྱི་མི་གྲོགས་གོང་མ་རྣམ་པ་སོགས་ཡིན་ནས་འདྲ། ད་ག་ནང་བཞིན་གྱི་གཞིས་ལུས་སྤུན་ཟླ་རྣམ་པ་སོགས་ཡིན་ནས་འདྲ་ང་ཚོ་བོད་མི་རིགས་ཀྱི་ཆེད་དུ་ང་རང་ཚོ་ཡི་མི་རིགས་འདི་ཡི་ཆེད་དུ་ང་རང་ཚོ་གི་རིག་གཞུང་དང་བཅས་པའི་ཆེད་དུ་ག་ཚད་ཀྱི་བློས་བཏང་གནང་ཡོད་ཐང་གི་གཞོན་ནུ་ཚོགས་གཙོ་བཀའ་གནང་པ་ནང་བཞིན་གྱི་ང་རང་ཚོ་ཤ་ཁྲག་རུས་མི་གཅིག་པའི་བོད་རིགས་སྤུན་ཟླ་ས་ཡ་གཅིག་ལྷག་ཟིན་བྱེད་ཀྱི་འདུག་པ། ཐ་ན་གཅེས་པའི་སྲོག་ཡན་ཆད་བློས་བཏང་གནང་ཡོད་པ་རེད། ད་ལྟ་ཡིན་པ་ཡིན་ནའི་ཉིན་ཁྱོན་ནས་མཚན་མ་འཁྱོལ་བའི་དོན་གྱིས་གསུངས་པ་ནས་བཞིན་འདི་འདྲའི་ཅིག་གི་གནས་སྟངས་འོག་ནས་བསྡད་དེ་ཡོད་པས། འདི་འདྲའི་ཅིག་གི་སྐབས་ལ་ཡང་ད་རེ་བ་བཅོལ་གནང་ས་གཞིས་ལུས་སྤུན་ཟླ་སོ་གའི་རེ་བ་གཏད་ས་དེ་གཙོ་བོ་དེ་ག་བ་རེད་ཟེར་བས་ན་བཙན་བྱོལ་ནང་དུ་ཡོད་པའི་མི་སྣ་སྤྱི་དང་ལྷག་པར་དུ་གཞོན་སྐྱེས་རྣམ་པ་སོགས་ཆགས་བསྡད་ཡོད་པ་རེད། རེད་བ། དེ་ཡིན་དུས་ང་ཚོ་སྙིང་སྟོབས་སྐྱེད་རོགས་གནང་བྱས་ཏེ་ཞུ་གི་ཡོད། ཨ་དེ་དང་མཉམ་དུ་ད་ཡའི་གཞོན་ནུ་ཚོགས་ཆེན་ཚོགས་གནང་པ་དང་མཉམ་དུ་ད་རྗེས་ལ་ཡ་རྒྱང་གི་རྒྱལ་བོ་ཡེ་ཤེས་ནུ་བོ་ལ་ཡ་ད་བརྟན་བཞུགས་ཕུལ་ཡག་གི། དེ་འདྲའི་ཅིག་སྐྱེས་པ་བཟང་པོ་མངོན་དུ་འགྱུར་ཡག་ཅིག་ཆགས་ཀྱི་ཡོད་རེད་ཧ་ཅང་གི་སྐྱེས་པ་བཟང་པོ་རེད་དེ་ཡིན་དུས་ང་ཚོ་མི་ཐོག་གཞོན་པ་ཅིག་གི་ངོས་ནས། མེ་ཏོག་གོང་མ་ནག་པོ་སོགས་ཀྱི་བཀའ་དྲིན་རྗེས་དྲན་སྤྱི་དང་ལྷག་པར་དུ་རྒྱ་བོར་རུ་ཤེལ་གྱི་བཀའ་དྲིན་ཐུགས་ལ་བཅངས་རྣམ་པའི་ཐོག་ནས་རྒྱ་བོར་རུ་ཤེལ་སྐུ་ཚེ་ཞབས་པད་རྒྱུན་དུ་བརྟན་ཡག་དང་འདི་འདྲས་ཀྱི་བརྟན་བཞུགས་གནང་ཡག་དང་འདི་འདྲས་ཅིག་ཡོད་པ་དེར་དགའ་གུས་ཡི་རངས་ཀྱི་ཐོག་ནས་ཐུགས་རྗེ་ཆེ་ཆེ་ཞུ་གི་ཡོད། དང་ནང་བཞིན་དམིགས་བསལ་སྐུ་མགྲོན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་གསུང་བཤད་གནང་ལོང་ལ་ཡང་ད་གཙོ་བོ། ང་རང་ཚོས་ཅིག་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཤེས་དགོས་ཡ་རེད་དག་ནང་བཞིན་ནི་ལས་འགུལ་སྤེལ་མཁན་རྣམས་ཚོ་གི་རྒྱ་ནག་གཞུང་གི་བོད་ནང་ལོག་ལ་ཡ་ལག་བརྡ་བྱེད་བཞིན་པའི་གི་གདུག་རྩུབ་ཆེ་བའི་སྲིད་བྱུས་དེ་ཚོ་ཨ་ནི་རྒྱལ་སྤྱིའི་ཐོག་ལ་ཡ་ངོ་སྤྲོད་གནང་དགོས་ཡ་གི་གལ་གནད་མ་ཟད་ད་ཅིག་རྒྱལ་སྤྱིའི་ཚོགས་སྡེ་ཁག་ལ་ཡ་མཉམ་འབྲེལ་བྱས་པའི་ཐོག་ནས་བོད་དོན་གོ་རྟོགས་ལས་འགུལ་སྤེལ་ཡ་ལ་སོགས་པའི་གི་གསུང་བཤད་འདུག་ཅེས་གསུང་གནང་སོང། ད་རྒྱལ་སྤྱིའི་མཉམ་འཛོམས་མ་བྱུང་བར་དུ་ང་ཚོ་འཐོབ་རྩལ་དེ་གནས་དགོས་པ་རེད་ང་ཚོ་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་དེ་རྒྱ་ཞིག་གི་མཆན་ལ་དོ་སྣང་ཡོང་ཐུབ་ཡག་གི་ཐོབ་ཁྱད་དེ་ང་ཚོ་གནང་དགོས་པ་རེད་དེ་གནང་མ་ཐུབ་ན་དེ་རིང་དངོས་གནས་ཀྱི་ང་ཚོ་འཐུས་ཤོར་ཆེན་པོ་ཆགས་དགོས་པ་རེད་ད་འདི་བར་དུ་བོད་ནང་གི་གཞིས་ལུས་བོད་མི་དེ་ཚོ་གི་ཕྱི་ནང་ཁོངས་སུ་ཤོག་མཁན་ཆེན་པོ་མཆོག་གི་དབུས་པའི་དབུ་ཁྲིད་བླ་ཆེན་གནང་པ་རེད་དེ་ཚོ་ལ་དངོས་རྫས་ཀྱི་གློག་བརྙན་གྲངས་སུ་ཚུད་བལྟས་བསྡད་ཡོད་རེད། དེ་ག་ནང་བཞིན་ང་ཚོ་བོད་མི་སྒྲིག་འཛུགས་རེད། བཙན་བྱོལ་བོད་མིའི་སྤྱི་ཚོགས་དེ་ཚོ་ལ་བློ་གཉིས་གྲོངས་སུ་གཏད་དགོས་རེད། ཡིད་ཆེས་བྱེད་དགོས་རེད། ད་ཡིད་ཆེས་དེ་བརླག་པ་ཡིན་ན་སུ་སྐྱིད་ཀྱི་དེ་ལྷར་གསོ་བྱེད་ཐུབ་ཀྱི་མ་རེད། དེ་ཡིན་གྱི་མེད་གཉིས་བཟོ་བཟོ་བྱེད་དགོས་རེད། ཕྱི་ནང་གོང་ས་སྐྱོང་མཁན་ཆེན་པོ་མཆོག་གི་བཀོད་དྲིན་གྱི་ཐོག་ནས་ཡིད་ཆེས་དེ་ཡོང་ཐུབ་ཡག་གི་བརྒྱུད་ལམ་གཅིག་ཁོང་གི་ཐུགས་རྗེ་བཀའ་དྲིན་དང་མཛད་པ་འཕྲིན་ལས་ཆགས་དགོས་ཡོད་རེད། ད་དེ་འདྲས་ཀྱི་ང་ཚོ་ཉམས་ཆགས་བཏང་ནས་ཅིག་བྱེད་པ་ཡིན་ན་སུ་སྐྱིད་ཀྱི་ཡིད་ཆེས་བཀྲིན་ཐུབ་ཀྱི་མ་རེད། དེ་ཡིན་དེ་མིན་ནི་ང་ཚོ་བཟོ་བཟོ་གནང་དགོས་ཀྱི་འདུག་སྤྱི་ཚོགས་ནང་ལོག་ཡོད་ནའི་རྣམ་པ་ཚོ་ཇི་འདྲ་ཞིག་བསྒྲགས་དགོས་ན་བསྒྲགས་རོགས་གནང་དེ་གལ་ཆེན་པོ་ཞིག་ཆགས་ཏེ། དེ་ཡིན་དེ་མིན་ནི་སེམས་ལ་སྐྱོགས་རོགས་གནང་ཟེར་ནས་དེ་འདྲའི་གཞོན་ཡིན། དག་ན་བཞིན་དེ་རིང་གི་དམིགས་བསལ་སྐུ་མགྲོན་གཞན། ནི་དེ་སྔ་དབུས་གཞོན་ནུ་ལྷན་ཚོགས་ཀྱི་དབུས་རྒྱུན་ཟུར་བ། ནི་ད་ལྟའི་བདེ་སྲུང་བཀའ་བློན། ནི་དགུང་བརྒྱ་དྲུག་གྲུབ་མ་མཆོག་ནས། ད་གཙོ་བོ་དེ། ལས་འགུལ་སྤེལ་མཁན་རྣམ་པ་ཚོས་ཀྱི་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཤེས་དགོས་ཡ་རེད་དང་ནང་བཞིན་ཨཱ་ནི་བོད་ཀྱི་ཆབ་སྲིད་ཀྱི་གནས་བབ་ཐོག་ལ་ཡང་ངོ་སྤྲོད་གནང་ཡ། ཨཱ་ནི་དམིགས་བསལ་དུ་ཨཱ་ནི་ད་ལྟའི་ཀྱི་དུས་ཚོད་འདིའི་ཐོག་ལ་ཡང་ཨཱ་ནི་མཚམས་ལོག་གི་ཅིག་ཆིག་སྒྲིལ་བྱེད་དགོས་ཡ་གི་གལ་གནད་མང་པོ་ཞིག་སྐོར་ལ་ཡང་བཀའ་སློབ་གསུངས་གནང་སོང། དེ་དང་སྦྲགས་བཅས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་འགྲུབ་ལགས་ནས་ཡང་ད་ཅིག་སྐབས་འདིའི་ཚོགས་ཆེན་འདི་ཀྱི་གལ་གནད་རེད་དམིགས་བསལ་དུ་ད་རེས་ཀྱི་ཚོགས་ཆེན་འདིའི་ཐོག་ལ་ཡང་ད་ཁོང་ཚོས་ཀྱི་གྲོས་ཆོད་གཙོ་བོར་ཅི་གར་ཁེལ་ཡོད་མེད་འོ་འདི་འདྲས་ཀྱི་ཐོག་ལ་ཡང་ངོ་སྤྲོད་འདི་འདྲས་བྱེད་གནང་གི་འདུག། ད་གཞོན་ནུས་ཀྱི་འཆར་ཅན་ཞིག་སྲུང་བྱེད་ཞེས་བྱས་ནས་ད་གངས་ཅན་ཚོགས་ཆེན་གྱི་གྲོས་གཞི་དབུས་སྤྱི་ཁྱབ་རྒྱུན་ལས་ཁང་གིས་ནས་གཏན་འབེབས་གནང་བ་དང་ད་གཏན་འབེབས་ཀྱི་ལས་རིམ་ནང་ལོགས་ལ་དང་པོ་དེ་དབུས་དང་ས་གནས་ཀྱི་རྩིས་ཁྲ་དང་ལས་བསྡོམས་ཞིབ་བཤེར་གནང་ཡས་དེ་རེད་གཉིས་པ་དེ་དེ་སྔ་གཏན་འབེབས་གནང་ཟིན་པའི་གི་གཞོན་ནུས་ཀྱི་ཚོགས་ཆེན་དང་ཚོགས་ཆེན་གྱི་གྲོས་ཆོད་ཁག་ལ་ཞིབ་བཤེར་རེད་གྲོས་གཞི་དོན་ཚན་གསུམ་པ་དེ་ད་རེས་ང་ཚོ་གནད་ཆེན་པོ་ཞུ་བྱེད་རྩིས་ཏེ་ཡོད་ད་ཅིའི་གོང་དུ་ཅིག་ཚོགས་གཙོས་གཏམ་བཤད་ནང་ངས་ཞུས་པ་ནས་བཞིན་བྱས་ཞེས་བྱས་ནས། དེ་རིང་ཨ་ནི་ང་རང་ཚོའི་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་དད་དམ་སོ་སོའི་གྱི་ཨ་ནི་གཅིག་གངས་ཅན་དམ་ཚིག་བསོད་ནམས་ལ་བརྟེན་བྱས་ཀྱི་ནས་གཞོན་ནུའི་གྱི་ཚོགས་ཆེན་ཐེངས་བཅུ་དགུ་དེ་རྒྱ་བོར་མི་ཆེ་དགུ་ཡི་གུ་དོན་གྱི་ཏང་ང་ཚོ་སྲུང་སྐྱོབ་ཀྱི་ལས་རིམ་དང་སྟབས་གཅིག་མཁས་ཡོད་དུས་བཙན་པོ་ལ་གྲོས་གཞི་དོན་ཚན་གསུམ་པའི་ནང་ལོགས་ལ་སྤྱི་ནོར་བ་སྐྱབས་མགོན་ཆེན་པོ་མཆོག་གྱི་གུ་དོན་དང་འབྲེལ་བའི་གྱི་ང་ཚོའི་སྲུང་བརྩི་བྱེད་ཕྱོགས་དང་ལྷག་དོན་དོན་རྒྱལ་པོའི་སྐུ་ཕྱྭ་དང་འབྲེལ་བའི་གྱི་གཞོན་ནུ་ལྷན་ཚོགས་ཀྱི་རྒྱན་སྐོར་ཞུ་ཕྱོགས་ཆེ་གེ་སྐོར་ཞེས་ནས་བཀོད་ཡོད། གྲོས་གཞི་དོན་ཚན་བཞི་པའི་ནང་ལོགས་ལ་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་ཀྱི་དམིགས་ཡུལ་འབྲུ་དོན་བཞི་ཆ་གི་ཐོག་ནས་བོད་རང་བཙན་འཐབ་རྩོད་དང་འབྲེལ་བའི་གྱི་ལྟ་གང་ཅིའི་གཞི་རྒྱ་ཆེ་བའི་ལས་འགུལ་ག་འདྲའི་སྤེལ་དགོས་ཡོད་མེད་ད་ག་ན་ཞིག་འདིའི་ནང་གསེས་ཀྱི་བྲོས་བྱོལ་ནང་ལོགས་ལ་ཨང་ཅིག་དགྲ་བོ་རྒྱ་དམར་གཞུང་གིས་ཉེས་མེད་འཛིན་བཟུང་བྱས་པའི་བོད་ཀྱི་ཆབ་སྲིད་བཙོན་པ་ཡོངས་རྫོགས་ཆ་རྐྱེན་གང་ཡང་མེད་པའི་བློ་གྲོས་ཡོང་ཡས་ཀྱི་ཐོག་ལ་རྒྱལ་སྤྱིའི་ནང་ལོགས་ལ་གང་ཅིའི་ཆབ་སྲིད་ཀྱི་ལས་འགུལ་ག་འདྲའི་སྤེལ་དགོས་ཡོད་མེད་ཨང་འདི་ནས་ནས་སྤྱི་ཚོགས་ཞབས་ཞུ་དང་འབྲེལ་བའི་ཀྱི་ལས་དོན་ཨང་འདི་ནས་ནས་གཞོན་ནུ་ལྷན་ཚོགས་སྒྲིག་འཛུགས་སྲ་བརྟན་དང་འབྲེལ་བ་སྤྱི་མོས་དགོངས་འཆར་ཟིན་བྲིས་སུ་ང་ཚོ་ཕང་འབྲེལ་ཡོད་ཞུས་ཡས་ཡིན་ནའོ། གཞི་རྩའི་ད་རེས་ཀྱི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་བཅུ་དགུ་པ་དེ་ཡིན་པས་ན་ད་དེ་རིང་ཟླ་བ་དགུ་བའི་ཚེས་པ་ཉི་ཤུ་རྩ་དགུ་ནས་འགོ་བཙུགས་རྗེས་ཟླ་བ་བཅུ་བའི་ཚེས་པ་ལྔའི་བར་ཉི་མ་བདུན་གྱི་རིང་ང་ཐུག་ཞལ་ཚོགས་གནང་ཡང་རེད་བཤད་ལ། ཨ་ནི་ད་རེས་ཀྱི་ཚོགས་ཆེན་འདིའི་ཐོག་ལ་ཡིན་མིན་ལ་ལྟ་གཙོ་བོ་དབུས་དང་ས་གནས་ཁག་གི་རྩེད་འགྲེལ་ཁག་ལ་ཡང་ཞིབ་བཤེར་གནང་ཡང་རེད། ཨ་ནི་དམིགས་བསལ་དུ་ད་རེས་ཀྱི་ཚོགས་ཆེན་འདིའི་ཐོག་ནས་ཨ་ནི་གྲོས་ཆོད་བཅུ་གཅིག་ཟེར་གྱི་སྐོར་ལ་ཡང་ཐུགས་རྗེ་བཀའ་བསྡུར་གྱི་ཐོག་ནས་གཏན་འབེབས་གནང་ཡང་རེད། དམིགས་བསལ་དུ་ད་དེ་རིང་གི་ཚོགས་ཆེན་འདིའི་ཐོག་ནས་ཨ་ནི་དབུས་གཞོན་ནུ་ལྷན་ཚོགས་ཀྱི་དབུས་རྒྱུན་གསར་པ་འགས་ཐུགས་གསལ་འོས་འདེམས་གནང་དགོས་པ་རེད། དེ་དང་སྦྲགས་ཀྱི་ད་ད་རེས་ཀྱི་ཚོགས་ཆེན་སྐབས་བཅུ་དགུ་འདིའི་ཐོག་ལ་ཡིན་པས་ན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ས་གནས་ཁག་བཞི་བཅུ་ལྷག་ནས་ཚོགས་བཅར་བ་ཁྱོད་ཉིད་ཀྱང་མ་སེམས་ཚར་ཆུ་བྱ་དུག་བྱ་ད་ལྟ་དངོས་སུ་ཐུག་སའི་ཉམས་ཞུ་གནང་ཤག་ཨ། རྡ་ཤོད་བོད་ཁྱིམ་བླ་བྲེ་ནས་བོད་ཀྱི་རླུང་འཕྲིན་གྱི་གསར་འགོད་པ་འཇམ་དབྱངས་སྐྱབས་སུ་ཡིན།